ཀུན་མཐུན་གྱིས་ད་ཁྱི་བྱི་ལ་དེ་འདྲའི་བྱམས་པོ་གནང་རྒྱུ་ཉིན་གཅིག་ཡོད་ས་རང་པར་འདྲ་ཞིག་ཡོད་ས་རང་ཁུ་བལྟས་ཚང་ནས་ད་ཁྱི་འདི་ཚོས་ང་ཚོ་ལ་བསོད་ནམས་བྱེད་ཀྱི་འདུག་ཟེར་དེ་འདྲའི་ལབ་ཀྱི་འདུག་ད་ཁུ་དེ་འདྲའི་ལབ་ས་ང་སྐྱེ་བ་རྗེས་མ་ལ་ཁྱི་དེ་འདྲའི་ཅིག་གོང་ས་ལྕགས་མོ་ཆེན་པོ་ཚང་ལ་ཡོད་པའི་ཁྱི་ཅིག་སྐྱེ་བ་ལེན་ན་ང་དེ་ལོ་འགའ་བསམ་བློ་བདེ་ཟེར་ཞིག་གི་འདུག། ཀྱི་མ་འོངས་པ། གོང་ས་སྤྱང་པོ་ཆེན་པོ་མཆོག་རྩ་ལ་འཆང་བ་ལ་སོགས་པ་དེ་འདྲས་མ་བྱས་ནས་ཐག་རིང་པོ་ནས་ཅིག་བྱ་ཐུབ་པ་ཡིན་ན། ད་ལྟ་བར་དུ་སྨོན་ལམ་བྱ་རྒྱུ་གྲུབ་འབྲས་ཚང་མ་དེ་འདྲས་ཐུབ་གོང་ནས་ཅིག་བློ་བདེ་སོང་བསམ་པའི་ཤི་ན་དགའ་ས་རེད་ཟེར། ས་གཅིག་གོ་ང་པར་གྱིས་བསྟན་སོང།

དེ་མ་ཟད་ཀྱི་ང་རང་སུ་བརྟན་བཞུགས་དེ་རེད་ཅེས་བོད་ཡག་གི་གོ་སྐབས་དང་ཞིག་བསོད་ནམས་དེ་འདི་ཡོད་རེད། ཆོས་ཞུ་ཡག་མ་ཟད་བརྟན་བཞུགས་བོད་ཡག་མ་ཟད་ང་རང་སུ་ཅིག་སྤྱན་གཟིགས་དང་བྱམས་པའི་ཡང་ལག་བསུ་བའི་གི་འཇའ་ལུང་ཐོབ་ཡག་རྗེས་གནང་ཐོབ་ཡག་དུང་སྐོང་དབང་ཆེན་བསེ་ཡག་ལག་བསུ་བ་དེ་འདྲས་ཀྱི་ཐོབ་ཡག་ལག་བསུ་བ་དེ་བསོད་ནམས་དེ་ཡོད་དེ་རེད་ད། ང་ཚོ་དངོས་གནས་བསོད་ནམས་ཆེན་པོ་ཞིག་ཞུ་ཞིག་རེད་ད། དེ་རྣམ་པ་ཚོ་ཚང་མའི་ཐུགས་ལ་བཞག་ནས་ད་ལྟ་ག་རེ་ཡོད་པ་དེ་དབུ་ནན་གྱིས་དུས་ཚོད་འཕྲོ་བརླག་མ་གཏང་བ་བྱེད། དུས་ཚོད་བྱུང་ན་གོ་ས་ཆ་མགོན་ཆེན་པོ་མཆོག་ཡང་ནས་ཡང་དུ་བཅའ་ཡང་ནས་ཡང་དུ་དགའ་ཤོས་གསན་ཡང་ནས་ཡང་དུ་གྱིས་ཁོང་རང་གིས་གསུངས་བཞག་པ་བཀའ་སློབ་ལམ་སྟོན་དེ་ཚོ་ལག་ལེན་བསྟར་ནས་སྨོན་ལམ་ཡག་པོ་བརྒྱབ། སུ་ཚོད་ད་ལྟ་ང་རང་ཚོའི་རང་དབང་ཡོད། གོ་སྐབས་ཡོད། ད་དུ་མུ་མཐུད་ནས་ཡང་གོ་སྐབས་ཡོད།

གོང་ས་སྐྱབས་མགོན་ཆེན་པོ་མཆོག་ནམ་རྒྱུན་བཀའ་སློབ་ག་རེ་ཡིན་ན་ཡང་གཅིག་མི་རིགས་དང་ཆོས་ལུགས་བར་དུ་མཐུན་འབྲེལ་བྱེད་སྟངས་མི་གཅིག་ཡིན་པའི་ཆ་ནས་སྐད་ཡིག་མཚོན་དཔེ་གྱི་རིག་གཞུང་དང་གཅིག་མི་རིགས་ཀྱི་བཟང་སྤྱོད་གོམས་གཤིས་ད་དེ་ཡི་ཐོག་ཏུ་བཀའ་སློབ་མང་པོ་ཕེབས་ཚར་བ་རེད། ད་ལྟ་ཁོང་དགུང་ལོ་དགུ་བཅུ་ཕེབས་ཚར་རེད། དགུང་ལོ་ཆེན་པོ་རེད་དེ་ཡིན་ན་ཡང་ད་དུང་ཀྱང་བསྟན་པ་དང་འགྲོ་བའི་ཀྱི་དོན་དུ་འོ་བྱེད་དེ་འདྲའི་གནང་གི་ཡོད། བྱས་ཙང། ང་རང་ཚོ་ཚང་མས་ཅིག་དངོས་གནས་ཁོང་གི་བཀའ་བཞིན་ཆ་ཚང་ཅི་ཡང་སྒྲུབ་མ་ཐུབ་པ་ཡིན་ན་ཡང་ཁོང་གི་ཐུགས་ལ་བོད་མི་དེ་ཚོ་ནུས་པ་དང་ཆ་ཅན་གྱི་ཐོག་ནས་སྒྲུབ་ཐུབ་མ་ཐུབ་ཅིག་རེད་མ་གཏོགས་རེ་བ་དང་བསམ་པའི་ཐོག་ནས་ངའི་ཁ་ལ་ཉན་གྱི་འདུག་བསམ་པ་དེ་འདྲས་ཅིག་སླེབས་ཐུབ་པ་ཅིག་ཡིན་གྱི་མིན་གྱི་གནང་གནང་ཞོག་ཐུབ་པ་ཅིག་གནང་རོགས་གནང་གསུངས་ཏེ་ཚང་མ་ལ་འབོད་སྐུལ་ཞུ་གི་ཡིན། དེ་ནས་ད་དེ་འདྲས་ཅིག་བྱེད་ཐུབ་པ་ཡིན་ན་དེ་ནི་དངོས་གནས་ང་རང་ཚོ་བོད་ཀྱི་རྩ་དོན་ལ་སྐྱེན་ལྡན་ཕན་ཐོགས་ཀྱི་རེད་ལ་རྒྱ་གོར་མི་བཅས་ཐུགས་མཉེས་པའི་གི་རྒྱུ་ཡང་ཆགས་འགྲོ་གི་རེད། བྱས་ཙང་རྣམ་པ་ཚོ་ཚང་མའི་ཐུགས་ལ་ཡག་པོ་བྱས་ནས་ཉར་རོགས་སུ་ཞུ་གི་ཡིན།